ཕུད་བཞག་ཡ་རེ་རྒྱུ་མཚན་དེ་ག་རེ་ཟིན་ལ་སྐད་ཆ་དེ་ཡང་བརྒྱབ་ན་གོ་འཇུག་ཡོད་པའི་ཆེད་དུ་ཡིན་པ། འོ་དེ་ཚེ་རིང་ཅན་ང་འདི་བྱས་པ་རེད་ད་སྤུད་པ་ཟེར་ལ་ནི་ད་སྤུད་པ་ཟེར་མི་ཟེར་ད་ཁྱད་མ་རེད་དེ་ཡིན་ན་ཡང་ཚེ་རིང་ཅན་ང་འདི་བར་སྐབས་ཀྱི་རྙོག་དྲ་ཆེན་པོ་ཞུ་སྲོལ་ཡོད་པ། སྲིད་སྐྱོང་བློ་བཟང་སངས་རྒྱས་དང་ཁོ་རྣམ་པ་ཚོ། ཁམས་རྒྱུད་ཆེ། ཨ་ནི་རྡ་རམ་ས་ལ་གི་གནས་ཆེན་ཕྱོགས་སྐྱོང་དང་སིང་ངེ་དུ་འབྱོར། ཁམས་རྒྱུད་ཆེ་ཆེ་དེ་ནས་ལྷ་མ་བབས་གང་ལ་མི་བཞུགས། ཨ་ནི་གྲོས་བསྡུར་བྱས་ཞུ་གུ་གང་ལ་ཡི་གེ་གསོལ་ངག་རྡོ་ལ་སིམ་བཅུག། ཨ་ནི་ཞུ་ལ་དེ་འདྲ་དེ་འདྲ་ལབ་དགོས་རེད། དེ་འདྲ་དེ་འདྲ་བཤད་དགོས་རེད་ཟེར་ལ་ནི་ལབ། ཡང་མ་བྱས་བྱས་པའི་རྐྱེན་གྱིས་དེ་ནི་བོད་མི་ནང་ལོགས་ལ་པད་མ་སེར་གྱི་རྙོག་གྲ་ལྷ་དང་ལྷ་མིན་དང་མི་དང་མི་མིན་གྱི་རྙོག་གྲ་མང་པོ་ཞི་བོ་རེ་བཟོས་ནས་དངོས་གནས་དྲང་གནས་ཀྱི་རྩོད་དགོས་ས་ཀྱི་འདྲ་བོ་རྒྱ་མི་ལ་མ་རྩོད་པ་བྱས་བོད་མི་གྱི་ནང་ལོགས་རྐྱང་རྐྱང་ལ་གཅིག་གིས་གཅིག་ལ་རྩོད་གཅིག་གིས་གཅིག་ལ་ཐུབ་ཚད་དང་གཅིག་གིས་གཅིག་ལ་གནང་བ་མ་འགྲོ་ས་ཚང་མ་ལ

ཐབས་མེད་སྣ་ཚོགས་ཐབས་ཤེས་སྣ་ཚོགས་བཏང་བྱས། དེ་འདྲ་བྱས་པ་རེད། དེ་བྱས་པའི་རྒྱུ་མཚན་ལ་བལྟས་ནས། ཨ་རི་ཐ་མའི་ཐབས་སུ་ལ་དྭགས་ནག་འཛུགས་ཀྱི་སྲིད་སྐྱོང་ཟུར་པ། བློ་བཟང་སངས་རྒྱས། ཨ་ནི་སྲིད་སྐྱོང་མ་ཚར་རྗེས་ཁོང་ལ། དེ་ནི་ཁོང་རང་གི་རྣམ་པ་ཚོལ་དུས་ད།

ཡོང་གི་འདུག་ཁ་ཆེ་བུ་མོ་ལོ་ཅུང་ཅུང་ཆེ་བ་ཅིག་ཆུ་བ་དཀར་པོ་གྱོན་ཉོས་ཀྱི་འདུག་ད་འདི་ལས་ནང་སྒོ་ལ་མཚམས་སྒྲུབ་པ་གཉེར་འགྲོ་བྱས་རྗེས་ཡང་ཚེ་རིང་སྤྱན་སྔར་གྱི་ཚབ་བྱས་ལ་ཞག་རེ་ཡོད་རེ་སོན་ཅིག་ཧོ་སོ། འོ་དེ་འདྲ་རེད་ཞབས་ཏི་སོང་ཙང་ཚེ་རིང་སྤྱན་སྔར་འདི་ད་སྤུད་ནས་གཏམ་པ་འདི་འདྲ་ཁྱད་མ་རེད། ད་ཚེ་རིང་ཅན་ང་འདི་གར་བྱས་པར་ཟེར་བ་ཡིན་ན་ད་མོ་ལོ་ཡ་རྒན་རུ་ཆེན་ཨ་ནི་ཆོས་འདྲ་བོ་འདི་འདྲའི་ཐོག་སུ་བཤད་ག་ག་ས་ག་ལ་ཕ་རངས་སྡེ་བ་ལ་ཟླ་བ་དྲུག་ཚོ་དྲུག་ཚོའི་མཚམས་ལ་སྡེ་ག་འགྲོ་མཚམས་ལ་སྡེ་ག་ཕྱིན་ཡ་མ་བྱས་བའི་གཟུགས་ལ།

ངོ། དེ་ཚོས་ཤེས་ཚོད་མཐོང་རྒྱ། སྐད་ཁུར་ཞིག་མེད་པ་ཆགས་ཁ་བརྡོ་ལན་བརྒྱབ་ཤག་གི་རེ་བ་ཁོ་དེ་འདྲའི་འགྲོ་སྟངས་ལ་ཆགས་བསྡད་ཡོད་རེད། ད་ཚེ་རིང་ཅན་ངེད་ཀྱི་ལོ་རྒྱུས་འདྲ་པོ་དེ་བཤད་པ་ཡིན་ན་ཚེ་རིང་ཅན་ང་དེ། ད་རྒྱལ་བ་རིན་པོ་ཆེ་གི་བླ་མ་བཟོས་པ་ཟེར་མཁན་ད་ལྟ་དེ་ཕ་ཡུལ་ཀོ་པན་དགོན་པ་ལ་དེ་ངེད་དེ་ལ་རྩིས་སྤྲད་ཤག་པ་རེད། རྩིས་སྤྲད་ཤག་དུས་ལ་མོ་ལ་དེ་ནི། ནེ་པ་ལི་དགོན་མོ་ས་ཡ་ཉི་ཤུ་རྩ་བཞི་གི་ཁང་པ་ཉོས་ཤིག་སྤྲད་པ་རེད། ཚེ་རིང་བཅས་ངང་ལ་ཨ་ནེ་འདི་བོད་གཞུང་གིས་ད་ག་ནས་ཕོ་བྲང་གི་སྐྱབས་མགོན་རིན་པོ་ཆེ་གི་བེ་ཤ་སྤྲད་པའི་ཁུངས་འདྲ་པོ་བྱས་པ་ཡིན་ན་ད་བོད་གཞུང་གིས་བོད་མི་མང་གི་ཁྲག་སོ་སྣ་སོགས་ཀྱི་བེ་ཤ་རེད་བོད་མི་མང་གི་བེ་ཤ་ཡིན་དུས་ལ་མོ་ལ་ཡག་པོ་ཡོད་མ་རེད་མི་མང་གི་ཐོང་ཐང་ལ་ལེན་པོ་ཡོད་མ་རེད་ཟེར་ལ་ནས་དེ་ནི་ཨ་ནེ་ཐ་མའི་ཐབས་ཤོར་འདི་ལ་བེ་ཤ་འདི

ཁོ་དེ་འདྲ་བྱས་རྗེས་ཨ་ནེ་བཟོད་པ་རིན་པོ་ཆེ་གིས་ཕུལ་བའི་ཁུངས་འདྲ་བོ་ཅིག་བྱས་ནས་འོ་འདུག་བྱས་པ་རེད་ཟེར་ནས་སྐད་ཆ་དེ་གསལ་ཞིང་གསལ་བ་ཡག་པོ་ཞིག་འདྲ་གོ་ཡ་འདུག་འོ་དེ་ཚོ་གོ་ཡ་ས་ཡ་ཉི་ཤུ་རྩ་བཞི་ཡོད་ནའང་འདི་བྱས་པ་དང་ཧ་འདི་བྱས་པའི་ཐོག་ནས་ད་ད་ལྟ་ཚེ་རིང་སྤྱན་སྔས་ཀྱི་ཚབ་དེ་ལ་ད་ལྟ་བུ་མོ་གཅིག་ཡོད་རེད་ས་སྐྱ་ཡོད་འདྲ་བོ་ཅིག་བྱས་ནས་འདི་མི་ཤེས་རིག་རིག་བྱས་ནས་བུ་མོ་ལོ་ཆུང་ཆུང་ལོ་ཉི་ཤུ་རྩ་གཉིས་རྩ་གསུམ་བྱས་ཡིན་གྱི་རེད་ད་འདི་བྱས་ཨ་ནེ་བྱམས་པ་ལ་ཆུ་བ་དཀར་པོ་གྱོན་ཡ་མ་བྱེད་མཁན་གཅིག་དང་ཨ་ནེ་ཁ་ཅིག་གི་བུ་མོ་གཅིག་ཡོད་རེད་ཟེར་འདི་འདྲ་ཅིག་ངས་གོ་ཐོས་ཆེན་པོ་བྱུང་སོང་འོ་དེ་འདྲ་གཅིག་བྱས། ད་འདིའི་ནང་ནས་ང་ཚོ་བོད་མི་དམངས་ཀྱི་ནང་ལོགས་ལ་ད་ང་ཚོ་གཅིག་གིས་གཅིག་གི་ནང་ལོགས་ལ་གཅིག་གིས་གཅིག་ལ་རྩོད་པ་བརྒྱབ་གཅིག་གིས་གཅིག་ལ་འཁྲུག་འཛིང་བརྒྱབ་གཅིག་གིས་གཅིག་ལ་མིང་བཏགས་གཅིག་གིས་གཅིག་ལ་ཡར་ལག་སྤྲོད་གཅིག་གིས་གཅིག་ལ་སྐྱོན་འཛུགས་བྱེད་དགོས་ཡ་གི་འགྱོད་པ་རྒྱུ་མཚན་ཞིག་གས་མི་འདུག་བསམ་བསམ་རེ་བོ་འདི་དྲན་གྱི་འདུག་འདི་དྲན་ཡའི་རྒྱུ་མཚན་ག་རེ་ཟེར་ན། ད་གལ་སྲིད་ང་ཚོ་འདིའི་ནང་ལ་སྐད་ཆ་འདི་ཚོ་ཚང་མ་མགོ་ནས་མ་ཡག་པོ་བྱས་ནས་ཉན་ཡོང་དུས་ལྷ་མོ་ལ། ཐ་དད་རྣམས་ལ་ཚང་མ་ཆོ་ག་དང་ཆོ་གའི་གི་མཐུན་རྐྱེན་དང་ཨ་ནི་ཞེ་སྡང་དང་ཕྲག་དོག་ངར་འཛིན་ཀྱང་ཀྱང་ཅི་རེད་བྱ། འོ་དེ་འདྲ་ཅི་ཡིན་པ་ཅི་ལྟར་གསལ་པོ་མཐོང་ཡོང་གི་འདུག་ད་ག་རེ་ཟེར་ན། ད་ལྟ་འདི་ནང་ལ་མགོ་ལོག་སྤེན་པ་བཟང་པོ་ཟེར་མཁན་དང་ཨ་ནི་ལ་རྒྱའི་གནམ་ལྕགས་ཐུང་ཟེར་མཁན་དང་འདི་ཚོ་ཚང་མ་གཅིག་བྱས་ཏེ་སློབ་མ་གཅིག་གིས་གཅིག་ལ་ཡར་ལག་སྤྲད་ས་མ་རང་ན་གཅིག་གིས་དེ་ནི་པའི་དོལ་རྒྱལ་ལ་ཡར་ལག་སྤྲད་དགོས་ཀྱི་འདུག་གཅིག་གིས་དེ་ནི་པའི་དར་དམར་ཟེར་ནས་ཡར་ལག་སྤྲད་དགོས་ཀྱི་འདུག་གཅིག་གིས་དར་དམར་ཟེར་ནས་ཡར་ལག་སྤྲད་དགོས་ཀྱི་འདུག། གཅིག་གིས་རྒྱ་མིག་གི་རྒྱུག་ཁྱི་ཟིན་ལབ་ནས་གཅིག་གིས་ཆུ་ཁུག་ཏུ་ལྡི་ལྡི་ཀན་ཀན་གཅིག་གིས་ཚུར་ལ་ལག་པ་འཇུས་ས། ཚང་མ་གཡང་ནས་ཟགས་ཀྱི་འགྲོ་དུས་ལ་མོ་ལག་པ་འཇུས་ས་དང་རྐང་པ་བཙུགས་ས་མེད་པའི་སེམས་ཁྲལ་བཟོ་འདྲ་བོ་ཅིག་བྱས་ནས་ཚང་མ་ལ་སེམས་ཀྱི་ནང་ལ་རྔམ་སྐྲག་ཅིག་འདུག་ཨ་ཚང་མ་ལ། ཚང་མ་གི་སེམས་པ་ནང་ལ་རྔམ་སྐྲག་རེ་རེ་ཡོད་པ་མཐོང་གི་འདུག་དེ་ཡིན་དུས་ལ་མོ་ཕྱི་ནང་གི་འདི་འདྲ་བཤད་ནས་འགྲོ་བ་ཡིན་ན། ལོ་དྲུག་ཅུ་རག་གསུམ་ཕྱིན་པར་བ། བོད་རྒྱ་མིའི་ལག་པ་ལ་ཤོར་ནས། བོད་རྒྱ་མི་རིགས་ལག་པ་ལ་ཞུགས་ནས་ལོ་ངོ་དྲུག་ཅུ་རག་གསུམ་གྱི་ནང་ལོག་ཕྱིན་པའི་སྐབས་སུ་ཡང། ཨ་ནི་ད་ལྟ་བར་དུ་ལ་ཨ་ནི་བོད་འདི་རང་དབང་དང་རང་བཙན་གཙང་མ་ཡིན་པ་ཅིག་དང་འགྲོ་བ་མིའི་ཐོབ་ཐང་ཡིན་པ་ཅིག་གི་དེ་འདྲའི་སྐད་ཆ་དག་ཕར་བཞག་ཞོག་ད་དེང་སང་བོད་ཀྱི་དར་ཆ་བསླང་ཡ་མེད་པའི་སྐད་ཆ་དེ་འདྲའི་སྒང་དུ་འགྲོ་གི་འདུག་ཨ་འདི་འགྲོ་ཡ་ཡིན་པ་ཡིན་ན། དེ་འདྲ་ཡིན་ན་ཨ་ནི་ད་ལྟ་གི་ཡ་ལག་འདི་ཚོ་སྤྲེལ་ས་འདི་ཚོ་ཚང་མ་ལོག།

སྐྱིད་ན་སྐྱིད་མཉམ་དུ་སྡུག་ན་སྡུག་མཉམ་ཡིན་པ་ཚང་མ་འདྲ་འདྲ་རེད་བསམ་བསམ་འདྲ་པོ་འདི་ཕྲན་གྱིས་བསྡད་ཀྱི་ཡོད། ཡིན་ན་ཡང། གལ་སྲིད་སྐད་ཆ་དེ་ཡིན་པ་ཡིན་ན། གཅིག་སྟོང་དགུ་བརྒྱ་བརྒྱ་ཅུ་གྱ་གསུམ་གྱི་ལོ་ལ། རྡོ་རྗེ་གདན་ལ་དུང་འཁོར་དབང་ཆེན་འཚོགས་པའི་སྐབས་སུ། ཨ་ནི་ལྕམ་མཁའ་རིན་པོ་ཆེ་གིས། ཨ་ནི། མང་ན། ལོ་གཉིས་དང་དེ་ནས་མང་ན་ལོ་ལྔ་རེད། དེའི་ནང་ལོ་ལ་ཨ་ནེ་བས་བརྒྱ་ཆ་བརྒྱ་ནས་བརྒྱ་ཆ་བརྒྱ་ཐམ་པ་དག་ང་ཚོའི་བོད་ལ་ལོག་ཡ་དང་སྐྱིད་པའི་ཉི་མ་ཤར་ཡ་འགོ་ཚུགས་ཀྱི་ཡོད། ལྷག་མ་བྱིས་པ་བཅོ་བརྒྱད་བོད་ལ་དམག་བཏང་རྒྱུ་གཏན་འཁེལ་ཟིན་པ་ཡིན་ཟེར་གྱི་འདུག་བ། འོ་དེ་འདྲ་གསུངས་གནང་གི་འདུག་བ། དེ་དེ་ལ་མ་ལྷག་མ་བྱིས་པ་བཅོ་བརྒྱད་དེ་སུས་བཀག་པ་རེད་ད།

བོད་མི་ཁེ་དགུ་ཅན་སྨྲ་ཤེས་ངན་དེ་ཚོ་ལ། ཆོས་སྲིད་ཆོས་སྲིད་ཆོས་སྲིད་ཆོས་སྲིད་ཟེར་ན་ནི་བེད་སྤྱོད་བཏང་ཚེ་བོད་མི་ཚང་མ་ལ་རྨོངས་དད་དུག་ཟོས་པར་བ། བོད་མི་དམངས་ཚང་མ་གི་ཁ་ནས་སྐད་ཆ་བཤད་ཡ་མེད་པ་ཟོས་པར་བ། ད་ལྷ་མ་བྱི་བ་བཅོ་བརྒྱད་ག་བ་ཡོད་རེད་ད་ད་ད་ད་ག་བ་ཡོད་རེད་ལྷ་ཡུལ་ལ་ཡོད་རེད་ཀླུ་ཡུལ་ལ་ཡོད་རེད་འོག་བར་མི་ཡུལ་ལ་ཡོད་རེད་ས་འོག་གི་དམྱལ་བའི་ནང་ལ་ཡོད་རེད་ག་བ་ཡོད་རེད་ལྷ་མ་བྱི་བ་བཅོ་བརྒྱད་དེ།

སྤེན་པ་ཚེ་རིང་དམག་རྒྱལ་ཁོང་ནས་ར་ཆགས་ཡོད་ས་རེད་བསམ་སོང་རེད་དྲན་གི་འདུག་གཅིག་སྟོང་དགུ་བརྒྱ་གྱ་བཅུ་གྱ་གཉིས་རེད་གྱ་གསུམ་རེད་ཞིག་གི་ནང་ལོགས་ལ། སྐྱབས་མགོན་ཆེན་པོ་པན་ཆེན་དབྱི་ཏི་མ་མཆོག་ཕ་ཡུལ་ལ་ཕེབས་དུས་ལ་མོ་ལ་དར་དོན་ནག་པོ་ལངས་ནས་འགྲོ་ངེས་ག་ཚོད་བྱུང་སོང་དེ་ཚང་མ་ག་བ་ནས་བཏང་པ་རེད་རྡ་རམ་ས་ལ་གི།

གཉེན་པོ་འདྲ་ཆགས་ཆགས་ག་ཚོད་བཤད་ནས་མ་བཤད་ན་སྨད་ཚང་རྫས་ངན་ཁེངས་པའི་གསེར་བུམ་བཞེངས་ཟེར་བ་དང་གཅིག་པ་རེད་གསེར་གྱི་བུམ་པའི་ནང་ལ་ནག་ལོ་ལ་སྐྱག་པ་རྒྱང་བཞག་པ་ཡིན་ན་དེ་དང་གཅིག་པ་གཅིག་རྐྱང་རེད། སྐད་ཆ་ཟེར་མཁན་དེ་དྲང་པོ། ཁུངས་དང་ལྡན་པ། དོན་དང་ལྡན་པ། རྒྱུ་མཚན་དང་ལྡན་པ་བཤད་དགོས་པ་དེ་གལ་ཆེན་པོ་རེད་བ། འོ། དེ་འདྲ་བྱས་པ་ཡིན་ན། སྐྱབས་རྗེ་པཎ་ཆེན་རིན་པོ་ཆེ། ནེ་པ་ལ་ཕེབས་དུས་ལྷ་མོ་ལ། ཕེབས་པའི་སྐབས་སུ། དར་ཆ་ནག་པོ་འཁྱེར་ནས་འགྲོ་ནས་ངོ་རྒོལ་རྒྱབ་དགོས་རེད་ཚོང་དཔོན་རྒྱག་པ་རེད་ཟེར་ལབ་ངན་དེ་ཚོ་ཚང་མ་དར་ནག་གི་དགུང་རོ་པ་དང། སྐབས་དེ་དུས་ནས་རུ་འདུག་བ་དར་ནག་ཟེར་ངན་དེ་དག་དེ་འདྲ་ཞུས་པ་ཡིན་ན། ད་དར་དམར་ཟེར་ངན་དེ་ད་བཞུགས་ལ། ཨོ། ག་རེ་ཟ་བོད་རང་བཙན་ལབ་ཆོག་གི་མ་རེད་སུམ་ཅུ་དུས་དྲན་འཚོགས་ཆོག་གི་མ་རེད། རྒྱ་མི་བོད་ནས་ཕར་རྒྱུག་ཅིག་ལབ་ཆོག་གི་མ་རེད། བོད་རང་དབང་རང་བཙན་གཙང་མ་ཡིན་ལབ་ཆོག་གི་མ་རེད། ལ་བས་ཀྱི་ཚིག་འདི་ག་ནས་ཐོན་པ་རེད། རྡ་རམ་ས་ལ་གྱི་དབུས་སྒྲིག་འཛུགས་དེ་དང། དགའ་ལྡན་ཕོ་བྲང་གི་བརྒྱུད་ནས་གནས་ཚུལ་འདི་བྱུང་པ་རེད་པ། དེ་གནས་ཚུལ་དེ་བཟོས་ངན་དེ་ཁོ་ཚོས་ཀྱིས་བཟོས་པ་ཙམ་གྱིས་མ་ཚད་པས་དེ་ལར་ནི་ཨ་ནི་ཤར་ཕྱོགས་སྐུ་དར་དང་དེ་ཚོ་ཚང་མ་དེ་ནི་རྒྱ་མིག་གི་ལས་ཁུངས་ཟུར་འདི་བ་ལ་དང་རྒྱ་གར་ལྡི་ལི་གི་རྒྱ་མིག་གི་གཞུང་ཚབ་ཀྱི་འགྲམ་འདི་བ་ལ།

འོ་དེ་བྱས། གཉིས་པ་འདི་ལ་གོ་ལོག་པད་མ་བཟང་པོ་ཟེར་བའི་ཁོ་རང་ར་བོ་ཆེ་ལ་ཆ་བཞག་པ་ཡིན་ན། ཁོ་ལ་ཚོགས་པ་ཁ་ཤས་ཤིག་ཡོད་ལ་ཚོགས་པ་ཁ་ཤས་ཤིག་ནང་དུ་ཁོ་རང་ཚོགས་གཙོ་ར་བོ་ཆེ་ལ་ཆ་བསམ་ན་སྐྱེར་ལེབ་མགུར་གསུམ་ཟེར་མཁན་གྱི་ཚོགས་གཙོ་དེ་རེད་ཁོ། ཁོ་དེ་འདྲ་ཅིག་གི་མི་ཞིག་ཁོ་རང་གི་ཐོབ་ཐང་དང་འཇོན་ཐང་ཡོན་ཏན་ཕྱི་འཕྲོ་ལས་ཅིག་ཡོད་མ་རེད་ཁོ།